དལ་འབྱོར་དོན་བྱེད་རྙེད་པ། འཆི་བ་མི་རྟག་པ་ལས་རྒྱུ་འབྲས། འཁོར་བ་ཅི་ཞིག་བདག་གི་ཡིན་མིན་བསམ་པ། དེ་འདྲ་ཅིག་ད་བསམ་ནས། ལྷག་པར་དུ་ཡང་འདུ་བྱེད་ཀྱི་སྡུག་བསྔལ་ད་ཡག་པོ་བསམ་ནས་ཡོང་དུས་ཚར་ནས་ཉོན་མོངས་ལ་དགྲར་མཐོང་བ་ཅིག་དང། ཉོན་མོངས་པའི་དགྲ་ལས་རྒྱལ་བ་ཞིག་ནམ་བྱུང་ན་བསམ་པའི་བློ་ཅིག་ཡོང་གི་ཡོད་རེད། ཉོན་མོངས་པའི་དགྲ་ལས་རྒྱལ་བའི་ཐར་བ་ཅིག་ཐོབ་ན་བསམ་པའི་བློ་ཅིག་ཡོང་གི་ཡོད་རེད། ད། དེ་འདྲའི་གི་བསམ་པ་དེ་ཟིན་པའི་ཐག་ནས་ཨེ་ནི་ཅིག། རྒྱལ་བ་སྤྱི་བྱེ་བ་དེ་ཡིས་དེ་ཨེ་ནི་ཐར་པའི་རྒྱུ་ལ་ཡང་འགྲོ་ཐུ་ཡ་ཅིག་ཡོང་གི་ཡོད་རེད། བ་དེ་འདྲའི་ཡིན་པ་ཡིན་དུ་ས་ནས་ད་འོ་སངས་རྒྱས་ཀྱི་ཆོས་ཟེར་ཡ་ངོ་མ་དེ་དེ་ལ་བསམ་བཏང་དགོས་པ་རེད་ཆ། ཆོས་མྱང་འདས་ཟེར་ཡ་ཅིག་སྔོན་དུ་འགྲོས་པའི་ཆོས་མུ་སྟེགས་པ་ལས་ཡོད་རེད། ཨ་རེ་བཤད་མ་ཐག་དག་ཞིང་ལ་སྐྱེ་ཡག་གི་ཆོས་མུ་སྟེགས་པ་ལས་ཕལ་ཆེར་ཡོད་ཆོག་གི་རེད། ད་ཨ་མདའ་དེ་འདྲའི་ནོར་བུ་ཐར་བ་སྒྲུབ་ཡག་གི་ར་ཆོས་དེ་བདག་མེད་རྟོགས་ན་མ་རྟོགས་ཡང་ཡོད་མ་རེད་ས་དེ་འདྲ་ཡིན་དུས་རྩ་ནས། བདག་མེད་པའི་ལྟ་བ་གཏན་ལ་ཕབ་ནས་བདག་མེད་པའི་ལྟ་བ་སྒོམ་ཡང་ཟེར་ཏེ་སངས་རྒྱས་པའི་ཆོས་ཁོ་ན་ལ་མ་རྟོགས་མི་འདུག་ག། ས་དེ་འདྲ་ཡིན་པ་ཡིན་དུས་རྩ་ནས་ད་འོ་སངས་རྒྱས་པའི་ཆོས་ཟེར་ངོ་མ་དེ། ཐར་པ་མྱང་འདས་ཉོན་མོངས་སྤངས་པའི་བྲལ་བའི་ཡོན་ཏན། འོ་ད་དེ་འདྲ་ཅིག་གི་བསྒྲུབ་བྱ་ལ་བཞག་ནས་ད་དེ་སྒྲུབ་བྱེད་ཀྱི་ཐབས་དེ་ལ་ཡང་སངས་རྒྱས་ཀྱི་ཆོས་ཟེར་ནས་ཟེར་གྱི་ཡོད་རེད། ད་དེ་འདྲ་འདྲ་བའི་ནི་ཉོན་མོངས་པའི་དགྲ་ཡི་མནར་ཚུལ་འདི་བསམ་བློ་བཏང་ནས་ད་དེ་ལ་མི་འདོད་པའི་བློ་ཇི་ཙམ་ཤུགས་ཆེ་བ་དེའི་ཚོད་ཀྱིས་ནི་སེམས་ཅན་གཞན་གྱི་སྟེང་དུ་འོ་ད་གང་ལྟར་ཅིག་འཁོར་བ་པའི་སེམས་ཅན་ལ་ཡང་ཉོན་མོངས་པའི་མནར་ཚུལ་ནི་ཉོན་མོངས་སྤངས་པའི་སེམས་ཅན་དག་ས་ལ་གནས་པའི་ཅིག་དགྲ་བཅོམ་པ་དང་ད་གང་ལྟར་ཅིག་དག་ས་ལ་གནས་པའི་སེམས་དཔའ་གཙོ་ཡི་ད་ལྟ་ཉོན་མོངས་ད་སྤངས་ཡོད་རེད་དེ་ཡིན་ནའི་ཉོན་མོངས་དེས་བཞག་པའི་བདེན་འཛིན་གྱི་བག་ཆགས་ད་དུང་ལས་ནི་ཡོད་པ་ཡིན་དུས་རྩ་ནས་སྤོང་རྒྱུ་ཅིག་ད་དུང་ཡོད་པ་ཡིན་དུས་རྩ་ནས

རིམ་པས་ཀྱི་ནི་མྱོང་བ་རུ་ཐོན་ཡོད་དུ་ས་ནི། ཅེས་ག་དག་པའི་སེམས་ཅན་གཅིག་པའི་མཐོང་བ་དང་ཅེས་ཐོས་པ་དང་ཅེས་དྲན་པ་ཙམ་གྱིས། ཨ་ད་དེའི་ཕྱིར་དུ་ནམ་གྱི་ཡལ་བའི་གོ་མ་ཐོབ་ན་བསམ་པ་ཅིག་རང་གི་ངང་གིས་རྨི་ལམ་ཚུན་ཆད་ལ་ཡོང་བསྡད་ཡ་བྱེད་ཀྱི། ད་དེ་བྱུང་ན་ནི་བྱང་ཆུབ་སེམས་ལ་ཡང་རྩོལ་མེད་ཀྱི་མྱོང་བ་ཐོན་པར་བསམ་པས་དེ་འདི་ཡིན་པ་རེད།

ས་བཅུའི་རྒྱུན་མཐའ་ལས་ཡང་ཤིན་ཏུ་ཕྲ་མོའི་ཕྲ་མོའི་དངོས་ཀྱི་གཉེན་པོ་བྱས་ནས་དེ་སྤངས་པའི་སྐད་ཅིག་གཉིས་པ་ལས་ཡང་རྣམས་ཀྱི་རྒྱལ་བའི་གོ་འཕང་བསལ་ཏེ་ཐོབ་པ་ཡིན་པ་རེད། འོ་ད་དེ་ཐེག་ཆེན་གྱི་དབང་དུ་བྱས་པས་སོང་ཞིག་སོང་ཞིག་ཕ་རོལ་ཏུ་སོང་ཞིག་ཕ་རོལ་ཏུ་ཡང་དག་པར་སོང་ཞིག་བྱང་ཆུབ་ཏུ་ཤི་ཚུགས་བསལ་ཏེ་འཆར་བ་ཡིན་པ་རེད།